ད་སྲིད་འཛིན་སྐབས་ལ་ཡང Chief of Staff ཀྱི་སྲིད་ཀྱི་དེབ་གསར་བ་བཏོན་བདེ་བ་ཅིག་ཅེས་དཔང་རྟགས་གསར་བ་ཞིག་བཏོན་ནས་ཁོ་རང་ཡང་བསྐྱོ། ད་ལྟ་ཉི་མ Election སྐབས་ལ་དཀའ་ངལ་འཕྲད་རྒྱུ་བརྗོད་རོགས Election Fraud གི་འདི་ག་ལ་ཟིང་འཁྲུག་འདི་ཚོ་ཚང་མ་དཔང་རྟགས་ཅིག་དོན་བདེ་བ་ཅིག་ཅིག་ཅེས། གཉིས་བ་འདི་ཁེ་ས་ཁེ་གཉིས་ཀ་ཉི་མ་གཉིས་གསུམ་གཉིས་ལ་ཁོ་ད་ལྟ།

ད་ལྟ་སི་ཝིལ་ལོ་སུ་གཅིག་པུ་དེ་མ་ཏཱ་དཀའ་ངལ་མང་པོ་ཅི་སླད་ཡོང་གི་འདུག་ད་དེ་དེབ་ཀྱི་ནང་ལ་ཨ་ནི་ག་རེ་བཀོད་ཡོད་རེད་སླ་བ་ཡིན་ན་ད་མོས་གི་ད་གསང་བ། Donald Trump གི་གསང་བ་ཚང་མ་བཏོན་ཡོད་རེད་ཕ་ག་ལ་བྱུང་འགྱོག་དམིགས་བསལ་གི་འདི་ནང་ནི་ད་ལྟ Crime གི་ཨ་ནི་ཁྲིམས་ཐོག་གི་ད་ཉེས་ཆེན་ཉེས་བ་ཚབས་ཆེན་པོ་འདི་འདྲའི་ཅིག་མོ་ལ་དཔང་རྟགས་ཡོད་འདོད་བ་དེ་ག་རེ་ཆགས་འདོད་ཡོད་རེད་ལ་ན་ད་ད།

ག་རེ་ག་རེ་བྱས་ཡོད་མེད་གཅིག་བྱས། Donald Trump གི་འདི་གི་ཉིན་མོ་དེ་ཁོའི Election Show རུ་བ། འདི་སྐབས་ལ་ཁོས་ཀྱི་ཇུས་ག་རེ་ག་རེ་བཏོན་ཡོད་མེད་མི་མང་མཉམ་པོ་ལ་རུ་བ། མོ་ལ་ཚང་མ་ད་མོ་དཔང་རྟགས་དུ་བ་དེ་ལ་དེའི་སྐབས་ལ་ཡ། ཉི་མ་གཉིས་ལྔས་ལ་ཡ་ཨ་ནི། Election Show བའི་གི་རྗེས་ལ་ཨ་ནི། གོ་བ་ད་གོ་མ་ཐག་གི་འདི་སྐབས་ལ་ཡ། ཨཱ་ནི། བུ་རང་དཀའ་བོ་འདི་གི་ནང་ལ་ཡ་ཨཱ་ནི། ལས་བྱེད་མང་པོ་ཇི་ལྟར་མཛེས་བཟོ་རྣམ་པ་ཁོ་རང་ཚོ་གི White House ལ་འགྲོ་ནོར་བཀྲམ་སྙམ་པོ་ལས་ཀ་བྱེད་དེ་ཡིན། ཨཱ་ནི། པ་རུ་ལ་ཁོ་རང་ཚོ་གི་རྫ་བྲག་གི་ཚོང་འདུས་ཚོང་འདུས་པད་ཁོ་རང་འཁྲུག་པ་བཞུར་ཤོར་དུ་ཨ་ནང་ལོག་ལ་འགྲོ་ནོར་བཀྲམ་སྙམ་པོ་ཁོང་ཚོ་སྙམ་པོ་ལ། པ་རུ་ལ་ད། འཁྲུག་པ་མང་པོ་ཤོར་རྒྱུ་འདི་ཆ་ཚང་མོ་དཔང་པོ་དུ་བ་གཅིག་འདི་རེད།

ཨཱ་ནི། སྒྲལ་བར་འབྲུག་དམར་བ་འདི་འདྲས་ད་ག། ཨཱ་ནི། ཁོ་རང་རང་གི་ལྡེ་མིག་གིས་ནི་ཡ། ཏང་ཡ་བྱེད་བྱས་ད་ག་ད་ཁོའི་རྙོག་དྲ་ཆེན་པོ་མང་པོ་ཅིག་བཟོས་བཟོས་ཀྱིས་འདི་སྐབས་ལ་ཡ། ད་འདི་འདྲས་རྫ་དྲག་གི་གནས་སྟངས་ཆ་ཚང་ཅིག་ད་མོས་ཀྱིས་ཧ་གོ་གི་འདུག་ད་འདི་མོས་ཀྱིས་ད་ད་བཀོད་ལ། མོ། ད་ག་ད་དཔང་པོ་བྱེད་བྱས་འགྲོ་ན་བཀྲམ་མྱངས་ཡ་རེད་ཤག། འདི་གཅིག་རེད་ད་དེབ་ཀྱི་འདི་གི་ནང་ལ་ཆ་ཚང། དགེ་ཞེས་རྒྱལ་བ་བྲིས་ཡོད་ཟེར་བར་འདི་ཡིས་ད་འཛམ་བུ་གླིང་གི་ནང་ལ། དོན་ཡོད་སྐད་གྲགས་ཆེན་པོ་ཆགས་ཡ་གཅིག་འདིར་གཉིས་བ་འདི་མོ་དཔའ་མོ་བཞུགས་ཅིག་རེས་ད་འདི། དཔེ་ཀློག་གོག་ཆེན་པོ་བཞུགས་ཅིག་གང་དོན་ནི་ད་ཤེས་ཀྱི་ཡོད་རོགས་ད་འདི། འདི་མོ་གི་ཚེ་སྲོག་ལ་མ་འཛེམས་ནི་ཨ་ནི་བྱེད་ཡ་བྱོས་རོགས་འདི་དཔའ་མོ་བཞུགས་ཅིག་རེས་བྱེད་བྱེད་ད་འཛམ་བུ་གླིང་གི་མི་ལན་མང་པོ་ད།

དཀའ་ངལ་ཁོའི་དཀའ་ངལ་དེ་དཀའ་ངལ་གང་ལ་དཀའ་ངལ་མང་པོ་ཞིག་བཙགས་ཡོང་གི་འདུག་ངས་སྤྱི་བཏང་ལོ་གཉིས་ལྔའི་ལས་ཞུས་ཡིན་ཁོ་རྔམ་བརྗིད་ཅིག་མ་གཏོགས་ད་ཚང་མ་འདི་ཚང་མ་གི་བརྒྱུད་རིམ་འགྲོ་འོ་རེད་ཁྲིམས་ལས་དེ་དཔེ་མ་སྲིད་ཀྱི་ཉན་པ་དང་ནག་པོ་ཡོད་རེད་ཁྲིམས་དཔེ་དམ་པོ་ཡོད་རེད་ཅེས་བཅས་ངས་ཞུས་ཡིན་རོ། ད Donald Trump གིས་ཨ་ནི། Marvin། བྱས་བ་ཚོང་ཚོང་འབྲེལ་གྱི་ཐོག་ལ་མ་བུན་མང་པོ་བྱས་པ་དེ་ད་ད་རིང་སི་ཝིལ་ལོ་སུ་བྱས་ཡོད་རེད་ནིའུ་ཡོག་གི་ཨེ་ཏྲོ་ནི་གི་རོ་ད་ཁོ་རང་ལ་ཁ་ཚང་ལོ་སུ་ཀོར་ཨེ་པི་རེན་སི་དེ་གང་ལ་ཨ་ནི་ཁོ་རང་སླེ་དུ་གང་ལ་ཁོ་རང་ལ་ད་བད་ཁོ་ར་བྷོན་འཐོར་དགོས་ཤོག་ཅི་རག་དུ་གང་ལ་ཁ་ཚང།

ག་རེ་བསད་ཡོད་རེད་ལབ་པ་ཡིན་ན། དཔེ་བསམ་ཡུལ་ལ་མ་བདེ་བས་ཀྱི་ལྟ་ཁུལ་གྱི་བྱས་རྗེས་བཞག་བྱས་རྗེས་ད་ངན་ཇུས་བྱས་བྱས་རྒྱོ fraud ལེགས་རོ། འོ་འདི་འདྲའི་རྫུན་བཟོ་འདི་འདྲའི་ཡིག་ཆ་རྫུན་བཟོ་བྱས་བྱས། ཨ་ནི་ཁོ་པད་ཁོ་རང་གི་བསམ་བློ་ལ་ཡ། ཅིག། འཛམ་བུ་གླིང་གཞན་པ་ལ་གནས་བསྡད་ཡོད་པ་འདྲ་བོ་ཅིག་གི་བསམ་བློ་བཏང་སྟངས་འདྲ་བོ་ཅིག་གིཅིག་ང་རང་ཚོ་གི་མི་ཡུལ་ལ་གནས་ཡོད་ཀྱི་གནས་སྟངས་དེ་མེད་བས་ཀྱི་བསམ་ཡུལ་ལ་བསྡད་བས་ཀྱི་ཁོས་ཀྱི་ལས་ཀ་འདི་འདྲ་བྱས་ཤགས། ག་ད་ཁོ་རང་ལ་ཉེས་འཚུགས་དེ་ད་ད་ལྟ། སང་ཉིན་གཟའ་ཟླ་བ next week ལགས་རོ་རྗེས་མའི་བདུན་ཕྲག་དེ་ལ་ཡ་ཁོ་རང་གི་ད་ད་འདི court appearance ད་ད།

ག་རེ་ཡོད་ན་ས་ལས་ད་ས་ཞིང། ཟ་ཁང། དེ་འདྲས་ཀྱི་རིགས་ཁོལ་གྱི་ཚོང་རིགས་དེ་ད་ཁོལ་གྱི་མིང་གི་རིགས་དེ་ལ་ཁོ་རང་གིས་བྱེད་ཆོག་གི་ཡོད་མར་ཁོ་དང་ཁོ་རང་བུ་དང་ནང་མི་གིས་བྱེད་མ་ཆོག་བ་ཀྱི། འདི་བཟོས་གི་ཡོད་ར་ད་ད་བཟོས་ཡོད་ར་ད་ད་ད་དེ་ལ་ཡ། ད་ཞུ་གཏུག་ག་ལ་ད་ཐ་མ་ཐག་ཆོད་ཅིག་ཆགས་འགྲོ་གི་རེད་ཡིན་ན་ད་འདི་ལ། ཅིག་འགྱུར་བ་ཞུ་ཞུ་ཐལ་ཡ་དེ་འདྲས་གལ་ཡོད་མ་རེད་འདི་ལ་ཡ་དཔང་རྟགས་སྟོན་སྟོན་ཐུ་ཡ་དང་དེ་འདྲས་ནུས་པ་གང་ཡ་ཡོད་མ་རེད་གང་ཟེར་ན་ཁྲིམས་ཀྱི་ཐོག་ནས།

སུམ་ཅུ་ཀ་གཅིག་ལས་ཉི་ཤུ་སྟོན་བྱེད་ད་ལྟ་བུ་དུ་ཁོས་བརྒལ་ནས། ཨ་བི་ལན་མང་པོ་ཅི་བྱས་ཤེར་བ། འོ་དེ་རིང་ཆེ་ཐུ་ཁ་ད་ཁོ་དཀའ་ངལ་ཆེན་པོ་ཞུ་ཅི་ན་ལ་ཐིམ་དུ་ཡོད་རེད། ད་ག་ད་ཁོས་ཀྱི་གི་སྲིད། ཁོས་ཀྱི་ནིའུ་ཡོག་ནས་བིས་ནས་གཡུག་ནས་མངའ་སྡེ་གཞན་པ་ཨ་རིག་གི་མངའ་སྡེ་གཞན་པ་ལ་འགྲོ་ན་ཡང་དཀའ་ལས་ཁག་པོ་ཞུ་ཆགས་ཚར་རེད། གི་སྲིད་ཁོས་ཀྱི་མངའ་སྡེ་གཞན་པ་ལ་བྱས་པ་ཡིན་ན་རྒྱལ་ད་དེ་ལ་བྱས་ཆོག་གི་ཡོད་མ་རོག་ནིའུ་ཡོག་མངའ་སྡེ་ལ་བྱས་བ་ཡིན་ན། ཆེ་བ་ཡིན་པ་ཡིན་ན་ད་འབེང་ལ་སྐྱབས་བཅོལ་བོར་བ་འབེང་ལ་ལོན་ལེན་ཡ་དེ་འགྲིག་གི་ཡོད་མ་རེད་གང་ཟེར་ན་འབེང་དང་ཚང་མས་གི་ཁྲིམས་གི་ནང་ལོགས་ལ་ཡ་མི་གཅིག་ལ་ཡ་ནི་ཚོང་འབྲེལ་གི་ཐོག་ནས་དངུལ་གི་ཐོག་ནས་ཡ་ནི fraud ལ་བོར་བ་ད་ཉེས་འཛུགས་ཡོད་བསྡད་རྒྱུ་དེ་འདྲ་ཡོད་པ་ཡིན་ན་དེ་ལ་ཁོང་ཚོས་གི་ཡིད་ཆེ་བྱེད་གི་ཡོད་མ་རེད་པེ་ཤ་ཡ་གི་ཡོད་མ་རེད་བྱས་ཙང་ད་ཚོང་བྱེད་ཡ་ཡོད་མ་རེད་པེ་ཤ་མ་ཡ་ན་ཁོ་ཚོང་རྒྱ་ཡ་ཁོ་རེ་ཡོད་མ་རེད་བ

ར། འདི་གཙང་མ་ག་ཚད་གཉན་ལ་བཟོད་མ་ཐུབ་ན་འདི་གམ་གྱི་རྙོག་དྲ་ཆེ་རུ་འགྲོ་གི་རེད་ཟེར་དེ་འདི་རེད། འོ་འདི་འདྲས་ཅིག་ཞུ་ཡ་ཡིན། ད་ཁོ་རང་ལ་ཐབས་ལམ་གཅིག་འདི་ད་བེད་མ་སྲིད་གི། ཐབས་ལམ་གཅིག་མ་ཏོ་ཡོད་མ་རེད་བྱེད་སྟངས་གི་རེད་བ་ཐབས་ལམ་གཅིག་འདི། ད་ཁོས་གི Business འདི་སྒོ་རྒྱ་ཡས་ལ་ཁོ་རང་གི Hotel དུ་བཙོང་གི་བྱེད་གི་རེད་བ་ཚང་མ། མིང་འདི་མེད་བ་བཟོས་ནས་མི་གཞན་པ་ཅིག་ཉོ་གི་རེད་བ། ད་ཉོ་ཡས་དེ་ཉོ་ཉེས་དེ་ཡང་ན་ཨ་རབ་ནས་ཉོ་གི་རེད། ཡང་ན Jewish མི་གཅིག་གིས་ཉོས་པ་རེད། འདི་གཉིས་མ་ཏོ་འགྲོ་ས་ཡོད་མ་རེད། གལ་སྲིད་བཙོང་བའི་དབང་དུ་བཏང་ཞུ་རོགས་ཁོ་ལ་དཀའ་ངལ་ཆེན་པོ་ཅིག་གར་ཆགས་ཀྱི་རེད་ལབ་ན། བཙོང་བ་ཡིན་ན Commercial གྱི་འགྲོ་སྟངས་བྱེད་པ་ཡིན་ན་ད། སྙན་དམག་གི Value ཅིག་ཡོད་རོགས་སྙན་དམག་གི་རྫ་ཅིག་འདི་ཡི་དཔེ་ཤ་འདི་སྒང་ལ་ད་ལྟ་ཁེབས་ཚང་ག་ཚད་བཟོས་ཡོད་ན། འདི།

ཡ་མ་འགྲོ་ཞོར་དེ་འདྲའི་སྐབས་ལ་ཡ་སྐད་ཆ་དུ་གནས་ཚུལ་འདི་རྣམ་པ་ཚོ་ལ་འབུལ་ལམ་ཞུ་ཡིན་ཨ་ནི་ཚང་མར་ཚེ་རིང་བློ་རྒྱ།